སུ་ཡོད་དུ་ཞིག་གི་འདུག་ལས་བྱ་རྒྱུ་བྱུང་ལ་ང་རང་ཚོ་དེ་ལྟར་ལས་བྱེད་པ་ཞིག་དངོས་གནས་ད་ཐོག་མར་ང་ཚོ་དྲུག་ཅུ་རེ་གྲངས་ལྔ་བཅུ་ང་དགུ་ནས་བཟུང་བ་ཅིག་གིས་ད་དུས་དུས་མགོ་མར་ལས་ཀ་བྱེད་མཁན་ཧ་ལམ་དེ་རིང་ང་ཚོ་རྒྱ་གར་ཐོག་མ་ཡིན་ཟེར་ནས་ཕལ་ཆེར་ཟླ་ཕོག་རྒྱ་གར་གཞུང་གི་ཟླ་བ་ཕོག་དེ་སྒོར་མོ་བདུན་ཅུ་དོན་ལྔ་མ་རེད་སྒོར་མོ་བདུན་ཅུ་དོན་ལྔ་རེད། ལས་བྱེད་པ་དེ་གཞུང་ཞབས་སོགས་ལ་སྒོར་མོ་བདུན་ཅུ་དོན་ལྔ་ཞབས་གྲས་སོགས་ཀྱིས་ཟེར་གོ།

དོན་ས་ཨ་ལུ་ཡིག་ཡང་ན་ག་ས་མུ་དྲི་མ་ཨུ་བ་ག་བ་ས་མ་རེ་ཨ་དེ་མུ་དྲི་མ་ཨུ་མ་གང་དུ་བྱེད་མ་གང་དུ་ལས་གོང་རུ་བྱེད་ཨ་འདི་ཨོ་ཨ་མུ་དྲི་མ་ཁོང་ཚོ་བ་ས་ཉོ་ཅིག་རེད་དེ་ནས་ཨ་ལོ་ཡ་ལས་ཅུགས་སུ་བསྡད་བྱེད་ད་ད་དུ་བྱེད་ནི་ཀ་ལས་རྐྱེན་ངན་མང་པོ་བྱུང་བ་རེད་ཨ་འདི་འདི་འདྲུ་འདི་འདྲུ་བྱ་གཞི་ཆེན་པོ་རེད་བསམ་དྲན་གི་ཨུ་བྱ་གཞི་ཆེན་པོ་རེད་ས་ཡག་པོ་རེད་བྱ་ས་མང་པོ་ཞིག་གྲོངས་ཚར་རེད། ཚང་བ་ཙམ་གྱི་རྟག་པར་དྲན་པའི་ཡིད་ཀྱིས་ཚང་བ་ཙམ་གྱི་ལགས་སོར་ཕྱག་བྱ་ན། སྔོན་ལ་རང། ཅིག། མཐོང་བྱ་ཐོས་བྱ་དག་དེ་དག་གི་ཤེས་བྱ་ཡོན་ཏན་ཅན་ནི་གེ་ད། རྣམ་དཔྱོད་དམིགས་བསལ་གཏོང་ཡ་མཁན་ཡོད་མ་རེད་ཀོ་མ་སྦྱངས་པ་ལ་ཤེས་གི་མ་རེད། དེ་དང། མཐོང་བྱ་ཐོས་བྱའི་གོ་སྐབས་མ་བྱུང་བ་ལ་མཐོང་བྱ་ཐོས་བྱ་བཟོ་ཡ་ཡོད་མ་རེད་དེ་ཀོ་དངོས་པོའི་ཤེས་རབ་རེད། རྩ་བའི་ལྷག་བསམ་གྱི་ཆ་ནས་བརྩིས་པ་ཡིན་ན་དངོས་གནས་དེ་བག་ཆུན་བཞི་རུ་ཁྱིའི་ཆས་དངོས་གནས་དྲ་གནས་ཀྱི། ལྷག་བསམ་གྱི་པའི་ཆུ་བུར་ཁ་འདེབས་པ་ཇི་ལྟར་གསལ་པོ་ཞིག་འདྲ་རེད། སང་མི་དུས་སོར་ཏྲེ་དངོས་གནས་ད་ནས་ད་ང་ཚོ་ཇེ་དྲན་བའི་མི་རེད་ཤག་ཨེ་ན་ད་དེ་བས་ན་བཀའ་ཟུ་བ་དང་དབང་རྡོར་ལགས་མཚན་པས་དྲི་བཞིན་དུ་བསྟན་རེད་ཁྱེད་རང་ཚོ་དེ་ཁོ་ཚོ་ཁ་ཤས་ཤིག་སླེབས་ཏེ་ཡག་རེད་དངོས་གནས་ད་ནས་ཀྱི་ཅིག་སོ་སོའི་དང་ཅིག་ད་ལས་དོན་བྱས་པའི་རིང་འདི་ལ་ཡང་ཕྲན་བུ་ཕྲན་བུ་སྐྱོན་ཆ་ད་སུ་རུ་ཡིན་ནས་ཡོང་གི་རེད་དེ་ང་ཚོ་དངོས་གནས་ད་ནས་ཀྱི་ཅིག་ཆེ་ས་ནས་ཚང་མ་ལོག་ཧུ་ལག་འབའ་ད་ད་བྱས་པའི་གྲུབ་འབྲས་ཏན་ཏན་རེད་ད་དེ་འདྲ་ཡིན་པ་ཡིན་དུས་ས་ནས་ད་དེ་ཁྱེད་རང་ཚོ་ད་དེ། དེ་སྔ་ད་སྔོན་ནས་དྲ་གནས་ཀྱི་ཅིག་དཀའ་ལས་བརྒྱབ་ནས་ད་ལྟ་སོན། ཡོད་དེ་བས་ལ་ཁྱག་ཚོ་ཉུང་ཤས་ཀྱིས་དེ་ལས་ང་ཐུ་ཤི་ཟེར་ནས་ཟེར་གྱི་ཡོད་ཁྱག་ཚོ་བཀའ་དྲིན་ག་དུས་ནས་སྔོན་ནས་དྲ་གནས་ཀྱི་ད་ང་ཚོ་ཅིག་མི་ཟིར་གྱི་མཉམ་འདོར་ལ་ད་བཙན་བྱོལ་བའི་རིང་དེ་ལ་ཡང་ང་ཚོ་མི་ཟིར་མཉམ་འདོར་ལ་མཉམ་ཞིབ་བྱས་ནས་ང་ཚོ་མི་ཟིར་སྐྱ་རེད་ཟེར་སྔོན་ནས་དྲ་གནས་ཀྱི་བཀའ་དྲིན་རྗེས་དྲན་ཡོད། དེ་ད་ང་ཚོ་ཆོས་པའི་ཐོག་ནས་བཤད་པ་ཡིན་ན་ཅིག་ཚིག་རོ་བཏགས་འདུག་དངོས་གནས་ང་རང་ཚོ་ཕན་ཚུན་ངོ་ཤེས་པའི་ཐོག་ནས་ཕན་གྲོགས་བྱེད་ཐུབ་ན་བསམ་པའི་ང་རྟག་པར་སྨོན་ལམ་རྒྱག་གིན་ཡོད། ཨ་ནི་འདས་གྲོངས་སོང་བ་འདི་ཆ་བཞག་ནས་དངོས་གནས་ད་ནས་ཀྱི་བོད་སྤྱི་པའི་དོན་དག་རེད་ཡ་དཀའ་ལས་སྐྱེས་པའི་དེ་དག་ཅིག་བསོད་ནམས་འདི་བསུབ་ཡག་ཡོད་མ་རེད། བསོད་ནམས་འདི་ཡི་ཐུགས་ལ་བརྟེན་ནས་གང་དག་ཅིག་དེ་དག་ཅིག་ཚེ་རབས་ནས་ཚེ་རབས་དེ་དལ་ནས་དལ་བ་ལ་འགྲོ་ཐུབ་ཡག་ཅིག་ཏན་ཏན་ཡུན་ཁུར་བསམ་དྲན་གྱི་འདུག་ཚེ་འདི་འདྲའི་ཡིན་པ་ཡིན་དུས་ཙམ་ནས་དངོས་གནས་དེ་སྔ་བྱས་ཅིག་བཞག་པ་དེ་ཡིན་དེ་དངོས་གནས་ད་ནས་ཀྱི་ད་བྱས་ཅིག། རང་གི་ཕྱིན་ཆད་བོད་པའི་ལོ་རྒྱུས་ནང་ལོས་འཁོད་ཡག་ཅིག་རེད་ལ་གང་ལྟར་མེ་རི་ངོ་རེ་ངོས་ནས་ཆགས་བཞག་པ་ཡིན་ན་ཡང་གང་ལྟར་ཅིག། བསོད་ནམས། རང་གཅིག་འཁྱིལ་རྒྱུ་ཡི་ཐབས་ཅིག་ཆགས་བྱས་དེ་འདྲ་ཞིག་ཆགས་བསྡད་ཡོད་རེད།